བྱོན་པ་ལེགས། སྔར་དུས་ལས། ཆུ་ཉིས་སྟོང་བཅུ་གསུམ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ། བོད་མིའི་འཐབ་རྩོད་དང། བཙན་བྱོལ་བོད་མིའི་གསར་འགྱུར་བརྒྱུད་ལམ་བརྗོད་གཞིའི་སྐོར་ཡ། ཚོགས་འདུ། བགྲོ་གླེང་ཚོགས་འདུ་མགོ་འཛུགས་ཞུ་གི་ཡིན། ད་རིང་སྔ་ཐོག་སྐར་མ་བཞི་བཅུ་ཞེ་ལྔ་རིང་ལ་ཡ། ཚོགས་འདུའི་གཙོ་སྐྱོང་བྱེད་གོ་སྐབས་དེ་ང་གནང་བ་དེ་ཧྲི་ཀྲག་དགའ་པོ་བྱུང།

དང་པོ། དེས་ཕེབས་པའི་དེའི་ལྷན་རྒྱས་བསམ་བློ་དེ་སྔ་དྲོ་དེ་ལས་ཞུ་ཡག་ཡིན། ཐོག་མར་ངས་བོད་ཀྱི་སྲིད་བྱུས་ཉམས་གཤིས་གང་གི་ཚབ་ཞུས་ཏེ་བཀུར་འོས་བོད་མི་མང་གི་སྤྱི་འཐུས་ཚོགས་གཙོ་མཆོག་དང་བཙན་བྱོལ་བོད་མིའི་གསར་འགྱུར་བརྒྱུད་ལམ་ཁག་གི་རྩོམ་སྒྲིག་པ། གསར་འགོད་པ། དེ་བཞིན་ཚོགས་འདུར་ཕེབས་བཞུགས་རྣམ་པ་ལྷན་རྒྱས་ལ་སེམས་གཏིང་ནས་དགའ་བསུའི་འཚམས་འདྲི་བཀྲིས་བདེ་ལེགས་ཞུ་བ་ཡིན། ལྷག་པར་དུ་ང་ཚོས་རེ་སྐུལ་ཞུས་པ་བཞིན་བཀུར་འོས་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་སྐུ་མགྲོན་གཙོ་བོར་ཕེབས་ཏེ་དབུ་འབྱེད་གསུང་བཤད་གནང་རྒྱུ་ཞལ་བཞེས་གནང་བར་དགའ་ཚོར་ཆེན་པོ་བྱུང་ལ་སྙིང་ཐག་པ་ནས་ཐུགས་རྗེ་ཞུ་བ་ཡིན། བགྲོ་གླེང་ཚོགས་འདུ་འདིའི་དགོས་པ་ནི་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་བརྒྱུད་ལམ་འཕེལ་རྒྱས་དང་འཕོ་འགྱུར་འགྲོ་བཞིན་ཡོད་པ་དེའི་སྐད་སྒྲ་དང་ཁྱབ་ཚད་ཀྱི་ནུས་ཤུགས་ཆེ་རུ་ཇི་ལྟར་གཏོང་དགོས་མིན་སྐོར་རྩོམ་སྒྲིག་པ་དང་གསར་འགོད་པ་རྣམ་པས་དཔྱད་བསྡུར་གནང་རྒྱུའི་སྡིངས་ཆ་བསྐྲུན་རྒྱུ་དེ་ཡིན། ང་ཚོས་གསང་ཆུའི་བརྒྱུད་ལམ་གྱི་ཕྱོགས་སུ་བསམ་བློ་གཏོང་ཚེ། བཙན་བྱོལ་བོད་མི་རྣམས་ཀྱིས་གྲུབ་འབྲས་ཆེན་པོ་སོན་ཡོད། དེའི་ལོ་རྒྱུས་དང་འཕེལ་རྒྱས་བྱུང་སྟངས་ཀྱི་ཐད་ལ་བགྲོ་གླེང་ཚོགས་འདུ་འདི་ཐོག་ནས་ཕྱིར་བལྟའམ་བསྐྱར་གཞི་གནང་རྒྱུ་ཡིན། ཚང་མས་མཁྱེན་གསལ། རང་ཅག་གངས་ཅན་པ་རྣམས་མིའི་ཡུལ་དུ་གྱར་བའི་གནས་སྐབས་སུ་ཚར་ཕྱོགས་གཅིག་རང་ཡོད་པ་དེ་ནི་རྡོར་གླིང་ཁུལ་ནས་དཔར་སྐྲུན་ཞུས་པའི་བོད་མིའི་རང་དབང་ཞིག་ཡིན། དེའི་མཚུངས་རླུང་འཕྲིན་རྒྱང་སྲིད་ལ་མཚོན་ན་རྒྱ་གར་གཞུང་གི་རླུང་འཕྲིན་ཁང་གི་བོད་སྐད་རླུང་འཕྲིན་སྡེ་ཚན་ཞིག་ཡོད་པ་དེ་ཁོ་ན་མ་བཞིན་ཡོད་མ་རེད། དེང་སང་རླུང་འཕྲིན་དང་བརྙན་འཕྲིན་གསར་ཤོག་བོད་མིར་དམིགས་པའི་དྲ་རྒྱ་སོགས་རྒྱ་ཆེ་སྣ་མང་ཡོད་པ་དེ་དག་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་མདུན་དུ་གནས་ཚུལ་སྤུངས་པ་དང་སྤུང་བཞིན་པ་ཡོད་པ་རེད་དཔེར་ན་བཙན་བྱོལ་བོད་མིའི་གྲོས་ཚོགས་ཀྱི་ཚོགས་འདུར་བགྲོ་གླེང་གང་དང་གང་བྱུང་འཕྲལ་བསྟུན་ཁྱབ་སྤེལ་བྱས་པས་མ་ཚད་ཐད་ཀར་བརྙན་འཕྲིན་རྒྱང་གཟིགས་བྱེད་ཀྱི་ཡོད། དེའི་དབང་གིས་བོད་མིའི་སྤྱི་ཚོགས་ཀྱི་འབྲེལ་ཐག་ཇི་བཟང་ཇི་ཟབ་ཏུ་གྱུར་ཡོད། ང་རང་གི་བསམ་པར་གསར་འགྱུར་བརྒྱུད་ལམ་ནི་ང་ཚོ་བོད་བོད་མི་རྣམས་ཀྱིས་འཚེ་བ་མེད་པའི་སྒོ་ནས་བོད་ཀྱི་བདེན་དོན་འཐབ་རྩོད་བྱས་པའི་ལག་ཆ་ཧ་ཅང་གལ་ཆེ་ཞིག་ལ་བརྩི་གི་ཡོད། དེང་སང་དྲང་བདེན་དང་སྟོབས་ཤུགས། རལ་གྲི་དང་སྨྱུ་གུ་དབར་གྱི་འཐབ་རྩོད་རྒྱུན་མཐུད་བྱེད་པའི་དུས་སྐབས་སུ་སྨྱུ་གུའི་སྟོབས་ཤུགས་ཆེ་ཡོད་པ་དེ་ངེས་པར་སྟོན་ཐུབ་པ་ལ་ང་ཚོས་འབད་བརྩོན་བྱེད་དགོས་པ་ཅིག་ཡིན། མཐའ་མ་ཞུ་རྒྱུ་ལ། ད་རིང་གི་བགྲོ་གླེང་ཚོགས་འདུ་འདིའི་ནང་དགོངས་འཆར་དཔྱད་བསྡུར་ལྷུག་པོ་དང། དོན་ཕན་ལྡན་པ་ཞིག་ཡོང་བར་ང་རང་གི་རེ་བ་དང་སྨོན་ལམ་ཞུ་རྒྱུ་ཡིན། ཏན་ལྷག་པར་དུ་ད་ལྟ་དེའི་དང་གི་ཞུས་པ་ནང་བཞིན་དེ་གྲོས་ཚོགས་ཀྱི་ད་ལྟ་དེའི་ཚོགས་གཞོན་གྱི་ཕྱོགས་ནས་ང་ཚོ་དེའི་སྐུ་མགྲོན་གཙོ་བོ་དང་བཀའ་སློབ་དེའི་ཞལ་བཞེས་གནང་བ་དེ་སྙིང་ཐག་ནས་ཐུགས་རྗེ་ཆེ་ཞུ་ཨ་རེ།
ཐུགས་ཆེ་ལ། དེ་རིང་རྔ་ཐོག་མཛད་རིམ་གཉིས་པ་འདི་ལ་ངས་བོད་མ་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་པ་ཏན་ཏན་ཁོང་ལ་ངོ་སྤྲོད་ངས་ཞུ་དགོས་ཀྱི་མ་རེད་བསམ་གྱི་འདུག་ང་རང་ཚང་མས་གུས་ཤིང་བཀུར་བའི།

གསར་འགྱུར། རྒྱུན་ལམ། སྐོར་བརྗོད་ཡིག་བཞག་ནས་དེ་རིང་ང་ཚོ་ལྷན་ཚོགས་བྱུང་བ་རེད་དེ་འདི་ལྷན་ཚོགས་ཐོག་ལ་ཕེབས་མཁན་གྱི་སྲིད་ཞིའི་ཉམས་ཞིབ་ཁང་གི་འགན་འཛིན་བསམ་འཕེལ་ལགས་རེད་བ་ནི་ཚོགས་ཆུང་ནང་མཁན་ཆེས་འབྲེལ་ཡོད་ལས་བྱེད་རྣམ་པ་དེ་ག་ནང་དབྱིན་གྱི་གསར་འགྱུར་བརྒྱུད་ལམ་ཁག་གི་འགན་འཛིན་དང

བཟོད་གནང་སོ། དེང་དེ་སྔ་དེ་འདྲའི་གི་སྐད་ཆ་རྒྱ་ཆེན་པོ་དོ། དེང་སོ། ཁྱད་པར་དུ། རྒྱའི་གི་དེ་རྒྱ་ཆེན་པོ་བཞི་རེ་བྱ་དེང་དེ་དེ་འདྲའི་གི་ཐོག་ནས་ཞི་བོ་ཇི་ངའི་ཕིང་གི་ནས། ཨང་དབང་ཐོབ་གི་ཡ་གི། ཀ་མེད་དེ་འདྲའི། ཞུ་མ་ཐུབ་པར། གསལ་བོ་རེད་དེང་དེ་ངས་སྐད་ཆ་བཤད་ཡ་ལ་ཞི་བོ་ཇི། སོ་སོ་ལ་གདིང་ཚོད་ཟེར་གེ་མེད། བདེན་དེ་འོ་སྐད་ཆ་པར་རུ་ལས་སྒོར་བརྡ་མ་འཕྲོད་པ་འདྲ་བོ་འདུག་འོ་དེ་འདྲས་ཀྱི་གནས་ཚུལ་བྱུང་ན་ཚང་མ་ལ་ཐོག་མར་བཏང་ནས་བཟོད་གསོལ་ཞུ་ཡ་ཡིན། བདེན་དེ། ད་ཅིའི་གཙོ་བོ་སྐུ་མགྲོན་གཙོ་བོའི་ཆ་ནས་སྐད་བཏང་དེ་འོ་ཚིག་ཁ་ཤས་ཀྱིས་མ་བཞུགས་ན་འོ་མ་འབྲི་བ་འདྲ་བོ་བྱ་གི་ཡིན་དེ་ནས་ཚིག་ཁ་ཤས་ཞུ་ཡ་ལ། ད་ང་ཚོ་བོད་མིའི་འཐབ་རྩོད་ཟེར་ཡ་དེ་དུས་ཚོད་ཐུང་ཐུང་གས་མ་རེད། མི་སྐྱིད་ཀྱི་མི་ཚིག་གི། ལོག་གི་ཚིག་གི་བརྒྱ་བྱ་འདྲ་བྱེད་པ་ཡིན་ན། ད་བརྒྱ་བྱ་མོ་ཤོད་འདྲ་བོ་བྱེད། ཐོབ་ཟས་ནོར་ལོག་ལས་ལྷུང་འདོད་རེད། ད་མཇུག་འགྱུར་ང་ཚོ་བོད་མིའི་ཐོབ་ཟས་ཟེར་ཡ་དེ། དེ་ཡིན་ངེས་ཅན་སྐྱིད་ནོ། ཐོབ་ཟས་ཀྱི་གྲུབ་འབྲས་ཟེར་ན་མི་འདུག། ཐོབ་ཟས་ཀྱི་ཨ་ནི། རྒྱ་གར་ཟེར་ན་མི་འདུག་གམ་དཱ། བོད་མི་བདེན་བདེན་སེ་ར་གི་དུས་ཚོད་དེ་ཡང། ངེས་ཅན་ལེའོ་ཅི་སེར་བོ་རེད། འདི། འདི། འདི། ངེས་ཅན་མེད་ཟེར་དུས། འོ་འདི་རྒྱུ་མཚན་དེ་ག་བ་ཐུག་གི་ཡོད་མེད་དུ་མོ་ང་ཚོ་དེ་བཙལ་གཞིག་བྱེད་དགོས་ཡ་གེ་ཆེན་པོ་འགྱེད་འདི། འདི་ང་རང་ཚོ་ལག་པ་སྐྱིད་པོ་ལས་ཡའི་རྒྱ་ཇོ་དེ་གན་མ་རེད། དེ་ཡིན་འདི། རྒྱ་ནག་རེད་ཁྱད་པར་དུ་རྒྱ་གཞིས་ཀྱི་གནས་ཚུལ་རེད། མོ་བོགས་སྐྱིད་དུ་གཏིང་ནས་ལྟ། དགོན་པ། འདུན་པའི་འདྲ་བོ་ཅིག་ཞུ་གལ་ཆགས་དེ་རེད་འདེད་འདི། འབྱུང་འགྱུར་ག་ཚད་རྫས་མི་ལོ་ལས་ང་ཚོར་གྲུབ་འབྲས་ལྡན་པ་སེང་གེ་རིག་ཟས་ཀྱི་དུས་ཚོད་དེ་ལོ་མི་ཐུལ་བ་གསལ་པོ་རེད། ཡིན་ན་ཡང་ད་ང་ཚོ་བོད་མིའི་ཐོབ་རྩེག་གི་ངོ་བོ་འདྲ་བོ་ཅིག་ངོས་འཛིན་ག་འདྲས་གནོང་དགོས་ཟེར་ན། ང་ཚོ་བཙན་བྱོལ་བོད་མིའི་བཅའ་ཁྲིམས་ནང་ལོ་ལ་ལེའུ་གསུམ་པ་ནང་ལོ་ལ། དཔལ་ལྡན་བདེན་མཐའ་གསལ་ཐབས་དང། བཙན་བྱོལ་སྤྱི་ཚོགས་ཀྱི་བདེ་ཐབས་ཟེར་ནས་ང་ཚོ་སྒྲིག་འཛུགས་ཀྱི་རྩ་ཡི་ཞལ་སྒོ་འདྲ་བོ་ཞིག་གི་ཆེད་ཀྱི་དམ་བཅའ་དེ་གཉིས་རེད། ཡིན་ན་ཡང་ད་ང་ཚོ་དཔལ་ལྡན་བདེན་མཐའ་གསལ་ཐབས་ཟེར་བ་དེ་དེའི་ངོ་བོ་དེ་ང་ཚོར་འགྲེལ་བཤད་རྒྱག་དགོས་རོ་བ། དེ་དག་འདི་གི་ཆ་འདྲ་བ་ང་ཚོར་འགྲེལ་བཤད་འཇོག་ཡ་ལ། སྙན་ངག་གི་གནས་ཚུལ་དང་མཐུན་པའི་ཐོག་ནས་ཨ་ནེ་དཔལ་ལྡན་གྱི་ཐོག་ལ། འགན་ཁུར་ལེན་དགོས་ཡ། དེ་ག་ནང་ཡིན་གྱི། དེ་ཡང། འཚེ་མེད་ཞི་བའི་གི་ཐབས་རྣམས། ཉག་གཅིག་གི་ཐོག་ནས་འགྲོ་དགོས་ཡ། དེ་གཉིས་དེ་ང་ཚོ་གི་ད་རྩ་བའི་དམ་བཅའ་འདྲ་བོ་ཅི་རིགས་བསམ་དགོས་རེད། འདི་ཡིན་གྱི་རྩ་བའི་དམ་བཅའ་དེ་ཟིན་གྱི་ཐོག་ནས། ད་ང་རང་ཚོ་བོད་མིའི་སྒྲིག་འཛུགས་རེད། དེ་ག་ནང་ཡིན་བཙན་བྱོལ་སྤྱི་ཚོགས་རེད། ད་ང་རང་ཚོ་ག་ལེར་ག་ལེར་གྱི། ཅེས་སོ་སོར་བདེན་མཐའ་སེ་ཀེ་རི་ཡ་བསམ་བཟང་གི་མགྲིན་གཅོད་ཀྱིས་རྙེད་ཐུབ་ཡ་གཅིག་དང། ཨ་མས་ལྷག་པར་དུ་བོད་ནང་གི་བོད་མིང་གི་བསམ་བློ་གཏོང་ཕྱོགས་ཡིན་ན་ཡང་ཏན་ཏན་གྱིས་ཅེས། ཁོ་རང་ཚོ་རོགས་ངན་ནས་ཡིན་ན་ཡང་ཅེས། སེམས་ཤུགས་ལྷད་ཐུབ་ཡ། དེ་ག་ནང་བཞིན་གྱི་བཙན་བྱོལ་སྤྱི་ཚོགས་ལས་ཡིན་ན་འདྲ། དེ་ག་ནང་བཞིན་གྱི་ང་ཚོ་བོད་མིའི་སྒྲིག་འཛུགས་ལས་ཡིན་ན་ཡང་ཡིད་ཆེས་དང། ཨ་ནེ་བློ་གཏད་ཆེ་རུ་འགྲོ་བསྡད་ཡ་གཅིག། གནས་ཚུལ་བརྗེད་དེ་མི་འགྲོ་གྲལ་འགོག་རེད། དེ་ག་ནང་བཞིན་གྱི་རྒྱ་ཆེའི་ཤེས་ཚོགས་ཀྱི་ཐོག་ནས་ཡིན་ན་ཡང་བོད་དོན་གླེང་སློང་བྱེད་ཡ་དང་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་བྱེད་ཡ་དེ་གཞི་རྩའི་གི་ང་ཚོ་ད་གང་དུ་ཞུགས་པ་ན་ཡིན་གི་དངོས་ཡོད་གནས་ཚུལ་དང་མཐུན་པའི་ཐོག་ནས་ང་ཚོ་སྐད་ཆ་བཤད་དགོས་ཡ། དེ་ག་ནང་བཞིན་གྱི་འཚེ་བ་མེད་པའི་ཐོག་ནས་བོད་དོན་ཐོབ་རྩོད་གནང་དགོས་ཡ། དེ་འདྲའི་གི་ཐོག་ནས་ཡོང་གི་མེད་འགྲོ་བ་བསམ་བསམ་འདྲ་བོ་ཅིག་ངའི་ཚོར་སྣང་དེ་ཡོད་རེད། ཡིན་ན་ད་ང་ཚོ། དེ་ཐག་ཆད་ཐུབ་ཡ་གལ་མ་རེད། དེ་ནི་དེ་ལས་བགྲོ་གླེང་བྱེད། ནས་དེ་ལས་བསམ་གཞིགས་བྱེད། དེ་ལས་གོ་བ་གཏིང་ཟབ་རུ་དང་ནས་འོང་སྤི་ཁའི་འབྲེལ་ཡོད་ལ་གོ་བརྡ་འཕྲོད་ཐུབ་ཡ་གི་ང་ཚོ་ག་རེ་ཡིན་ན་ཡང་ཀོ་ས་ནང་གི་བཟོ་ཆོག་ཡ་གྱི་རེད་པ་འདི་ཡིན་དེ་དེ་འདྲའི་འདྲ་བོ་གྱི་ཐོག་མར་དེ་འདྲའི་འདྲ་གྱི་ཞུ་ན་བསམ་སོང། ཨ་ནེ། ད་ང་ཚོ་ཐབས་རྩལ་གྱི་བརྗོད་གཞིར་ནོར་ལོག་ལ་ཕར་ཕྱིན་མེད་ཀྱི་བལྟས་པ་ཡིན་ན། སྐྱེ་སྟོང་གི་བརྗོད་གཞི་ཞེ་དགུའི་ནོར་ལོག་ལ་ད་བོད་ཤར་ཕྱོགས་ནས་རྒྱ་ནག་གུང་ཁྲན་ཏང་གི་བཙན་འཛུལ་ཞེས། ཨ་ནེ། སྐྱེ་སྟོང་གི་ལྔ་བཅུ་ང་དགུའི་ནོར་ལོག་ལ་བལ་བཟང་ཡོངས་སུ་རྫོགས་པ་བཙན་བཟུང་བྱས་ནས་ད་ལྟ་བར་དུ་དེ་འདྲའི་གནས་བདེ་བ་ཞིག་ཆགས་དགོས་བ་རེད། ཡིན་ན་ཡང་ད་གཙོ་བོ་ཨ་ནེ། གོང་ས་ཤོམ་མགོན་ཆེན་པོ་མཆོག་གིས། དགོངས་པ་རེད། ཨ་ནི་སྐབས་དེ་དུས་ཀྱི་ང་ཚོ་བོད་གཞུང་གི་ཕྱག་ལེན་གནང་མཁན་གྱི་ངོས་ནས་ཡིན་ན་ཡང་ད་དཔེར་ན་སྐྱིད་སྡོང་དགུ་བརྒྱ་ལྔ་བཅུའི་ནང་ལོགས་ལ་ད་བོད་དེ་དངོས་གནས་སྣུམ་ཟད་མར་མེ་གི་ངོ་རྩིས་ལྟ་བུ་གྱུར་འོང་དུས་གཙོ་བོ་ད་ཤོང་ཀོ་རིན་པོ་ཆེ་ལ་ལྷ་བོད་ལྗོངས་ལྷ་སྡེ་མི་སྡེ་ཡང་གཅིག་གསོལ་འདེབས་ཞུས་པ་ནང་བཞིན་གྱི་ཆོས་སྲིད་ཀྱི་ཐུགས་འགན་བཞེས་ཡ། ཨ་ནི་ཆོས་སྲིད་ཀྱི་ཐུགས་འགན་བཞེས་མ་ཐག་པའི་ལོ་རྗེས་མ་དེ་ག་རང་ལ་ལྔ་བཅུ་ང་གཅིག་གི་ལོ་ལ། ནི་རྒྱ་ནག་ཏུ་འབྲེལ་བ་བྱེད་ཡག་གི། ནི་སྐུ་རྩུབ་ཁྱི་སྟོང་ནོ་ཡ། གཙོ་བོ་ད་ང་ཕོད་ཆགས་བསྡད་རེད། དེ་འདི་སྐབས་དེ་དུས་ཀྱི་ང་ཚོ་དྲོན་ཐིང་བདེན་འཛིན་སྐྱུར་ལྡིར་བསྡད་ཅི། འགྲོ་གི་ཡ་དེ་འདྲའི་ཆགས་རེད། དེ་འདི་དེ་རིང་གི་ལོ་གསུམ་རྗེས་ལ་ཅོང་རིན་པོ་ཆེ་རྒྱ་ནག་རོང་མ་དེ་འདྲས་ཞུས་ནས་སྐྱིད་ནོ་གི་ན་ལྔ་བརྒྱུད་ང་བཞི་ལོ་ལ་རྒྱ་ནག་ལ་ཕེབས། རྒྱ་ནག་ལ་ཕེབས་པའི་སྐོར་སུ་ཡང་རྒྱ་ནག་གི་ད་སྲིད་འཛིན་ཟེར་ན་མི་འདུག་དེ་འདི་གཙོ་བོ་ད་མའོ་ཀྲུའུ་ཞི་རྒྱ་འཕྲད་ནོ་ཡ། དེ་ག་ནང་བཞིན་གྱི་རྒྱ་ནག་གི་སྲིད་བློན་ཀྲའོ་ལན་རྒྱ་འཕྲད་ནོ་ཡ། དེ་རྒྱ་འཕྲད་ནོ་ཡ་གཙོ་བོ་དེ་ད་བོད་ཀྱི་དཀའ་རྙོག་དེ་ག་འདྲའི་འདྲ་བོ་ཅིག་སེལ་དགོས་ཀྱི་འདུག་ཟེར་ནས་ཏན་ཏན་གྱི་དེ་འདྲའི་བཀའ་མོལ་ཤུགས་ཆེན་པོ་བྱུང་ཡོད་རེད། དེའི་རྗེས་སུ་སྐྱེ་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ཤོང་རིན་པོ་ཆེ། བསྟན་པ་བཅོམ་ལྡན་འདས་སྐུ་མྱ་ངན་འདས་པའི་ལོ་ཉིས་སྟོང་ལྔ་བརྒྱ་སྐབས་སུ་དུས་དྲན་སྐབས་སུ་གདན་འདྲེན་ཞུ་བ་ནང་བཞིན་རྒྱ་གར་ལ་ཆིབས་བསྒྱུར་གནང། རྒྱ་གར་ལ་ཆིབས་བསྒྱུར་གནང་པའི་སྐབས་སུ་ཡིན་ན་ཡང་སྐབས་དེ་དུས་ཀྱི་རྒྱ་གར་གྱི་སྲིད་འཛིན། Rajendra Prasad Seth། དེ་རྗེས་ཨ་ནེ་སྲིད་བློན་དེ Jawaharlal Patel Nehru མཇལ་འཕྲད་གནང་ཡ། མཇལ་འཕྲད་གནང་བ་ཙམ་མ་ཟད་པའི་བོད་དོན་གྱི་ཐོག་ལ་ཐུགས་ཁུར་ཧ་ཅང་གནང་ཡོད་གསལ་བོ་རེད་བྱ། འདི་འདི་སྐབས་དེ་དུས་ཤོང་རིན་པོ་ཆེ་བེ་ལོའི་ཕ་ལོ་ཀ་སྐབས་སུ་ད་ཧེ་དར་བཱར་ཕྱོགས་ལ་དཔའ་ལྡན་ནེ་རུ་ཆེད་མངགས་ཕེབས་ནས་ཨ་ནི་དོན་ཚན་བཅུ་ལྡན་གྱི་དྲོན་ཐིང་དེ་ཁུར་དེ་ནོར་ལོག་ལ་ཨ་ནི་གསེར་རྟ་འཇམ་ནས་འདི་དང་འདི་ཨ་ནི་ཕར་འགྲོ་ནས་རྒྱ་ནག་མཉམ་འགྲོ་སྐད་ཆ་བཤད་ནས་ཨ་ནི་ཕྱུགས་ནད་རྒྱག་དགོས་རེད་ཟེར་ནས་དེ་འདྲའི་གི། ཀ་མའི་སྣང་བ་འདི་ད་བོད་དོན་གྱི་ཐོག་ལ་སེམས་ཚོར་ཡོད་བ་དོ་གསལ་བོ་ཞེ་དྲག་རེད་འདུག་དེ་འདི་ཁྱད་པར་དུ་རྒྱ་གར་གྱི་ད་ནང་སྲིད་བློན་ཆེན་རེད་བ་ནུ་ཡོད་ཀྱི་མི་ཁོང་གི་ཡོ་ནི་རིན་ཚེམ་ཐོག་ལ་བོད་དོན་གྱི་ཐོག་ལ་ཕྱག་བྲིས་ཕུལ་ཡ་དེ་འདྲས་བྱུང་འདུག་བ་འདི་ནི་དེ་ཚོ་ཁྲེ་རྒྱ་ནག་གི་ཐོག་ནས་སེམས་ཚོབ་ཆེན་པོ་སྐྱིད་དང། ཨ་ནི་རྒྱ་གར་གཞུང་ངེད་ནས་ན་ཡོང་བོད་དོན་གྱི་ཐོག་ལ་སེམས་ཚོབ་ཆེན་པོ་ཅིག་བཤད་ཡོད་བ་དོ་གསལ་བོ་རེད་ཤག་དེ་འདི་ད་ང་ཚོ། ཡི་རང་དབང་ཤུགས་ཆེན་པོ་མེད་མོད་མེད་འོན་ཏེ་ང་རང་ཚོའི་ངོས་ནས་ད་འགྲོ་སྟོང་དེ་ད་ཤོ་མོ་པོ་ཅི་ལ་བསྟུན་དགོས་དུས་གསལ་པོ་ཅི་མེད་པ་ཆགས་ར་བ་ལེན་ཏེ་དེ་འབྲེལ་གྱི་ཐོག་ནས་ད་ལྔ་བཅུ་ང་དགུ། ཕྱི་ཟླ་གསུམ་པའི་གི་ཚེས་བཅུ་ལ་ད་ཤང་བོར་འབོ་ཆེ་ལ་ཇུས་ངན་བཤམས་ནས་དེ་འབྲེལ་གྱི་ཡོངས་གྲགས་ཆགས་འོས་དུས་ཨ་ནེ་ང་ཚོ་ལྷ་ས་ནོར་ལུག་ལག་ནས་ཡན་གན་གྱི་བོད་མི་ཡོངས་སུ་རྫོགས་པའི་ད་ལྟ་ང་ཚོ་གསུམ་བཅུའི་དུས་དྲན་ཟེར་ཡ་དེ་བཞིན་དགེ་སློང།

བསྟན་ཏེ་ད་དེ་འདྲའི་བྱུང་བ་ཡང་ནི་སྐྱེ་ལྡན་གུ་རྒྱ། ལྔ་བཅུ་ང་དགུ་བརྒྱུད་ཕྱི་ཟླ་གསུམ་རེའི་ཚེས་བཅུ་སྟེང་མཚན་མོ་ཆུ་ཚོད་བཅུ་པ་ཡུལ་ཙམ་ལ་ཤོག་ངོས་འབུ་ཆེ་ཕོ་བྲང་ནག་པོའི་ལིང་ག་ནས་བཙན་བྱོལ་ལ་ཕེབས་དགོས་ཐུག་རེད་བསྟན་ཏེ་བཙན་བྱོལ་ལ་ཕེབས་པའི་ཞོར་ལ་ཡིན་ན་ཡང་དང་པོ་ལྷོ་ཁ་ཕྱོགས་ལ་ཕོ་བྲང་ལྷུན་རྩེ་རྫོང་ཕེབས་དགོས་ཏེ་བོད་ཡོངས་ཟེར་ཏེ་ཡོད་ག་ཟེ་ཡོངས་ཁྱབ་ཀྱི་གསར་བསྒྲགས་གནང་ཡང་དེ་ག་ནང་བཞིན་གྱི་རིམ་པས་བརྒྱུད་ནས་རྒྱ་གར་གྱི་ས་ཕྱོགས། ད་ལྟ་གྲོང་ཁྱེར་ཏི་ཙི་པུའུ་དུ་ཕེབས་འོས་ཏེ། ཕྱི་ཟླ་བཞི་པ་ཡང་མ་འདི་ར་ཤག་སྐབས་དེ་དུས། དྲོད་འདོན་དོན་ཚན་བཅུ་བདུན་དེ་བཙན་གནོན་གྱི་ཐོག་ནས་ཡར་བསྐྱུར་སོང་དེ་འདི་སྟེ། རྩིས་མེད་བཏང་གི་ཡིན། བོད་རང་བཙན་ཤར་བཟོ་བྱེད་ཀྱི་ཡིན་ཟེར་ནས་ཡང་ཆོབ་ཀྱི་ས་བསྒྲགས་དེ་འདྲ་གནང། དེའི་རྗེས་སུ་མ་སུ་རི་ཡུལ་སྒར་ཆགས་འོས་ཏེ་སྐབས་དེ་དུས་ཕྱི་སྐྱོབ་བསྐྱར་འགན་བཀའ་བློན་རྣམ་པ་ལོས་ཀའི་ཇོ་ཡ་དང་ཨ་ནེ་བོད་མིའི་སྒྲིག་འཛུགས། སྐབས་དེ་དུས་བོད་གཞུང་གི་བྱེད་སྒོ་དེ་ཚོ་ག་འདྲ་ཡིན་མིན་གསལ་པོ་བཟོ་ཡ། ཨ་ནི་སྤྱི་སྟོང་དགུ་བརྒྱ་དྲུག་ཅུའི་ནང་ལོ་ལ་ད་ང་ཚོ་བོད་མིའང་སྲིད་འཛིན་ལྷན་ཚོགས་ཟེར་ནས་གསར་དུ་བཙུགས་ཡ་ད་ང་ཚོ་འབྲིང་དྲུག་གི་གཞུང་རིང་དེ་ད་རྣམ་པ་ཚོ་ད་འདྲ་བར་དུ་མཆན་འགོད་འོར་བ་འདི་འདི་འདི་ཡང་ང་ཚོ་ཐོབ་རྩེད་ཀྱི་ངོ་བོའི་ཐོག་ནས་ཧ་ལས་ཡ་གི་ད་རྒྱ་གཞིས་ངན་ནས་ཡིད་ཆེས་ལྷད་ཐུབ་ཡ་དང་རྒྱ་ནག་གི་ཐོག་ནས་ཡང་རང་ཁྱིམ་གྱི་ད་གཞན་ནོར་འདྲ་བོ་ཅིག་བཤད་གི་ཡ་གི་སྒྲིག་འཛུགས་ཀྱི་ད་འདྲ་ང་ཚོ་བརྟན་པོ་ཆེ། ཆགས་བདེ་བ་དེ་སེར་པོ་ཞེ་དྲག་རེད་བསམ་གྱི་འདུག་ཡིན་ན་ཡང་སྐྱེ་ལྡན་དགུ་བརྒྱ། བརྒྱ་ཤིག་གི་ནོར་ལོག་ལ་ང་ཚོ། ངོ་བོ་དེ་ག་འདྲའི་ཆགས་རེད་ཟེར་ན། སྐྱེ་ལྡན་དགུ་བརྒྱ་བཞི་བཅུ་ཞེ་དགུ། དྲུག་ཅུ་རེ་གཅིག་དྲུག་ཅུ་རེ་ལྔ། དེའི་ནོར་ལོག་ལ་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ནོར་ལོག་ལ་བོད་དོན་གྱི་ཐོག་ལ་གྲོས་ཆོད་བཞག་ཐུབ་པ་བྱུང་བ་རེད། དེ་ཡིན་དུས། གྲོས་ཆོད་ནོར་ལོག་ལ་གཙོ་བོ་དེ་བོད་མིའི་གཞི་རྩིས་ཀྱི་རོང་ཐོབ་ཐང་སྤྲད་དགོས་ཡ། དེ་ག་ནང་བཞིན་གྱི་རོང་ཐག་རོང་བཅད་ཀྱི་ཐོབ་ཐང་སྤྲད་དགོས་ཡ་དེ་གསལ་བོ་ཤེས་བསྡད་རེད། འདི་ནི་ད་ལྟ་ང་ཚོ་གཅིག་གསུངས་ཏེ་ད་ལྟ་རྗེ་འཇིགས་ཉིང་བའི་འགྲོ་མིའི་ཐོབ་ཐང་གི་ལྷན་ཚོགས་འགན་འཛིན་ལྕམ་ནཱ་ཝི་པི་ལེགས་ཀྱིས་གསུངས་བསྡད་ཅེས་བ། ཕྱོགས་གཅིག་ནས་ད་ལྟ་བོད་ནང་གི་འཛའ་དྲག་གནས་སྟངས་ཆགས་ཏེ་དེའི་སྐོར་མ་གསུངས་རུང་གསུངས་ཀྱི་ཆགས་དགོས་རེད་ད། ཕྱོགས་གཞན་པ་གཅིག་ནས་རྒྱབ་ལྗོངས་ཀྱི་གྲོས་ཆོད་ཡོད་དེ་དེ་སྐད་ཆ་བཤད་ཡ་ལ་ཡང་རང་བཞིན་གྱིས་ལས་སླ་པོ་གྱིས་ཡོང་གི་མེད་འགྲོ་བསམ་བསམ་འགྲོ་བྱེད། དེ་འདི་ངས་མཚོ་ནོར་དེ་བཤད་ཀྱི་འདུག་དེ་འདི་ད་ལྟ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དྲུག་ཅུའི་ནང་ལོགས་ལ་ཡང་ང་ཚོ་བོད་བསྟན་དེ་རྒྱ་ཞིག་གི་ནང་ལོགས་ལ་ལྷད་ཐུག་ཡག་གི་ཐུག་མཁན་ཤུགས་ཆེན་པོ་གྱིས་བཞེས་ཡོད་པ་དེ་གསལ་པོ་རེད་ཤག་དེ་ནང་བཞིན་ཐུག་མཁན་བཞེས་པ་ནང་བཞིན་གྱི་ཡང་གྲུབ་འབྲས་གང་ལ་གང་འཛོམས་ཀྱིས་ཐོན་བསྡད་པ་གྱི་རང་བཞིན་ཆགས་བསྡད་རེད། བརྟེན་ཏེ་ང་ཚོ་བཙན་བྱོལ་སྤྱི་ཚོགས་དང་སྒྲིག་འཛུགས ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་གི་དབུ་ཁྲིད་པའི་ཀྱི་ངོས་ནས་བོད་དོན་གྱི་ཐོག་ལ་ད་ལྟ་བར་དུ་ཐོབ་རྩོད་ཟེར་ན་མི་འདུག་ག་འདྲ་བོད་དོན་གྱི་གནས་ཚུལ་དེ་རིམ་པས་རྒྱ་ཕྱི་ནང་ལ་གསལ་བོ་བཟོ་ཐུབ་ཡ། རྒྱ་ནག་གཞུང་དང་ཡིན་ན་ཡང་ཕན་ཚུན་དང་འབྲེལ་མོལ་གྱི་ཐོག་ནས་སྐད་ཆ་རིམ་པས་བཤད་ཐུབ་ཡ་ཡ་སྟེ་ང་ཚོ་ཕྱོགས་གཅིག་ནས་བཤད་ན་གྲུབ་འབྲས་སྤྱི་དང་ང་ཚོ་རྒྱལ་ཁ་ཅིག་མེད་འགྲོ་བསམ་དགོས་རེད། ཡིན་ན་ཕྱོགས་གཞན་པ་ཅིག་ནས་བལྟས་ན་ད་ལྟ་ང་ཚོ་བདེན་མཐའ་སར་མེད་དུས་ཁོ་རིམ་པས་རིམ་པས་ཁོ་ལོ་རྒྱུས་ནང་ལོག་ལ་ལྷག་བསྡད་ཀྱི་རེད་མ་གཏོགས་པའི་དེ་ཞེ་བོ་ཅིག་ད་ང་ཚོ་ཀྱི་སྒྲོང་བསྡད་ན་ཡང་འོང་ཕན་ཐོག་ག་ཚད་དུ་ཡོད་མེད་ཡང་ང་ཚོ་ཤེས་མ་ཤེས་བ་ཅིག་རང་བཞིན་ཆགས་འདུག་འདུག་འདི་འདི། ད་ང་ཚོ་ཕྱི་ཐང་གི་འཐབ་རྩོད་ཀྱི་རྒྱུད་རིང་འདྲ་བོ་བསྐྱིལ། མཚོ་སྨན་ཆེན་ཆེན་དགུ་བར་དེ་དྲན་སྲོལ་འདྲ་བོ་ཅིག་གཏོང་ན་བསམས། དེ་ཅི་ཡིན། ཨ་ནི་བོད་ནོར་ལུག་ལ་ཡོད་མཁན་གྱི་བོད་མི་དེ་ཚོ་གི་གནས་སྟངས་འདྲ་བོ་མཚན་པ་ཡིན་ན། གཙོ་བོ་དེ་ད་རྒྱ་ནག་གཞུང་གིས་ད་གི་གོང་དུ་ངས་ཞུས་པ་ནང་བཞིན་དང་པོ་བོད་དེ་བཙན་འཕྲོག་བྱས། མཐའ་མ་བཙན་བཟུང་བྱས་ནས་གནས་དེ་དེའི་སྐོར་ད་རྒྱ་ནག་གཞུང་གི་མགོ་ཁྲིད་རིམ་པ་འབྱོར་བ་འགྲོ་གི་འོར་དེ་བོད་ནང་ལོག་ལ་ད་རྡུང་རྡེག་བཙན་གནོན་གཏོང་ཡ། ནས་འཛིན་བཟུང་བཙན་ཁྲིད་བྱེད་ཡ། དེ་ཚོ་དེ་ད་ལྟ་བར་དུ་ཡང་འབྱོར་བ་མ་ཕྱིན་པ་གསལ་པོ་རེད་ཤག་དེ་ཡིན་དུས་ད་ལྟ་ཡིན་ན་ཡང་ད་སྲིད་ཇུས་ཁོ་དང་རུ་འགྲོ་ན་མ་གཏོགས་པའི་ཞི་བོ་ཇེ་ལྷོད་ཡོང་གི་ངོ་བོ་མ་འགྲོ་བ་དེ་གསལ་པོ་རེད། ཡིན་ན་ཡང་ད་རྒྱ་ནག་གི་མགོ་ཁྲིད་ནོར་ལོག་ཟེར་ན་མི་འདུག་ག་འདྲ་རྒྱ་ནག་གི་མི་མོ་ནོར་ནས་གསུམ་བརྩི་ཡོང་བསྡད་ལ། ད་ལྟ་ང་ཚོ་ཚོ་མན་ཆིང་མགོ་རེད་ཧོང་ཀོང་གི་དུས་སྡོད་ནོར་ལོག་ལས་བསྐྱར་སྒྲིག་གནང་མཁན་ཅིན་ཝེས་ཁོང་ད་ཕྱོགས་གཅིག་ནས་རྒྱ་ནག་གི་གུང་ཁྲན་ཏང་གི་སློབ་ཆེན་གཅིག་གི་དགེ་རྒན་རེད། ཐེངས་འདི་དེ་འབྲེལ་གྱི་ཐོག་ནས་འོང་ཁོ་རང་ལ་ཡང་གདིང་ཚོད་གང་ལ་གང་འཚོལ་མེད་འགྲོ་བསམ་བསམ་གྱིས་འཚོ་གནང་གྱི་ཡོད། ཡིན་ན་ཡང་ཁོ་རང་གིས། བོད་དོན་གྱི་ཐོག་ལ་སྐད་ཆ་བཤད་དགོས་བ་རེད་དེ་འདི། ལྷག་པར་དུ་ཤོང་མགོན་པོ་ཆེ་དང། འདྲེ་མོར་བཤད་ནས་བོད་ཀྱི་གནད་དོན་འདི་ཐག་བཅད་བཞེས་དགོས་བ་རེད། དེ་ཐག་བཅད་བཞེས་ཡས་ཀྱི་མདུན་ཚད་དེ་ད་ལྟ་ང་ཚོ་རྒྱ་ནག་གི་མགོ་ཁྲིད་གསར་པ་ལྷན་མཁན་དེ་ཚོ་ལས་ཡོད་བསམ་གུས་ཡོད་ཟེར་ནས་དེ་འདྲས་ཀྱི་ཁོ་རང་གི་སྐད་ཆ་སྐྱིད་ཐེམ་དགོས་བ་རེད། དེ་ག་ནང་བཞིན་གྱི་ད་ཉམས་ཞིབ་པ་འདྲ་བོ་དུ་འོང། བསམ་བློ་བཏིས་ཚེ་གུང་ཡོང་པོ་ཡོད་མཁན་གྱི་རྒྱ་ནག་ནང་ཡིན་ན་འདྲ། རྒྱ་ཕྱི་ལ་ཡོད་མཁན་གྱི་རྒྱ་མི་རིགས་ཡིན་ན་འདྲ། ང་ཚོ་ལ་བལྟས་ཚེ། འབྲེལ་བ་བྱེད་དགོས་རེད་ཟེར་ནས་ཤུགས་ཆེན་པོ་བཤད་མཁན་གྱི་གྲས་ཅིག་ཡོད་རེད། འོང་ཕྱོགས་གཞན་པ་ཅིག་ནས་ད་ལྟ་ཐོབ་ཤོར་གཅིག་གྱུར་གྱི་འགོ་གཙོ་གཞན་པ་ཀྲུའུ་ཡེ་ཆིན་བྱས། ཉེ་ཆར་རང་སྐྱོང་ལྗོངས་ཀྱི། དྲུང་ཆེ་བཅས་དེ་ཚོར་སྐད་ཆ་བཤད་དོན་ལ་བལྟས་པ་ཡིན་ན། འོང་བལྟས་ཚེ། བོད་དོན་གྱི་ཐོག་ལ་བལྟས་ཚེ་མཁྲེགས་པོ་འདྲ་བོ་བྱེད། བྱེད་དགོས་ཡ་གི་ངོ་བོ་ཅི་ཐོན་གོ་རེད། དེ་འདི་ཕྱོགས་གཉིས་འདྲ་བོ་བྱེད་མཐོང་གོ་རེད། དེ་འདི་ལྟར། དེ་འདྲས་མཐོང་བདེ་བ་ནང་བཞིན་གྱི་ང་རང་ཚོ་ངོས་ནས་ཡིན་ན་ཡང། ཕྱོགས་གཉིས་ཀ་ལ་འབྲེལ་ལམ་བྱེད་ཐུབ་ཡ་དང་ཕྱོགས་གཉིས་ཀ་གི་བསམ་ཚུལ་རྟོགས་ཐུབ་དགོས་ཡ་དེ་ང་ཚོ་ལས་འགན་གྱི་འཆར་འགོད་འོར་བ་དེ་འདི། དེ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་གིས་ད་ཕའི་ཐོག་ལ་འཛིན་པའི་སྲིད་བྱུས་ཟེར་ན་མི་འདུག་ག་འདྲ་ལོངས་ཤོག་འདྲ་བོ་ཅིག་ད་ལྟ་དེ་འདྲའི་འདྲ་བོ་ཅིག་མཐོང་གོ་རེད་ད་དེའི་ཐོག་ནས་འོང་རྣམ་པ་ཚོ་གིས་མ་གཏིང་ཟབ་ཙིག་བགྲོ་གླེང་གནང་ཡ་དང་འོང་དེ་འདྲས་ཀྱི་དང་བླངས་བྱེད་ཡ་དེ་འདྲས་གནང་ཐུབ་ན་དེ་ཐུགས་ཕན་སོས་ཀྱི་མིན་འགྲོ་བསམ་གོ་རེད། དེ་གཅིག་ཞུ་ན་བསམས་སོང། ཨ་ནི། ད་ཆོས་དོན་གཞན་པ་གཅིག་ལ་ད་བརྗོད་ཞིག་ཁྱེད་ཆེ་བ་འདྲ་བོ་ཅི་ལ། ད་ལྟ་ང་ཚོ་གསར་འགོད་པ་གི་སྙན་ཐོང་དུ་ཆགས་བསྡད་རེད། ད་རྒྱ་ནག་གཞུང་འདྲ་བོ་མཚན་པ་ཡིན་ན་དང་པོ་དེ་ལ། ཚགས་ཤོག་ཁག་རེད་གསར་འགྱུར་བརྒྱུད་ལམ་ཁག་རེད་གཞུང་འབྲེལ་ཤ་སྟག་རེད་མ་གཏོགས་པའི། གཞུང་འབྲེལ་མ་ཡིན་པའི་རང་སྐྱེན་གྱི་ཚགས་ཤོག་ཡིན་ན་ཡང་སྟོན་ཆོག་གི་འོག་མ་རེད་ལ། བརྙན་འཕྲིན་དྲ་རྒྱ་ཡིན་ན་ཡང་དོ་དམ་བྱེད་ཆོག་གི་འོག་མ་རེད། དེ་ཡིན་དུས། དེ་འདྲས་ཅི་རེད། ནས་དེ་ག་ནང་བཞིན་གྱི་བརྙན་འཕྲིན་གཞུང་འབྲེལ་བརྙན་འཕྲིན་དྲ་རྒྱ་རེད། དེ་ག་ནང་བཞིན་ཚགས་ཤོག་ནང་རོགས་ལས་བཀོད་ཡ་དེ་ཚོ་ཡིན་ན་ཡང་རྩོམ་པ་པོ་སྒེར་སོ་སོ་དང་ནས་གསར་འགོད་པ་སོ་སོའི་རང་དབང་གི་ཐོག་ནས་གསར་འགྱུར་གཏོང་ཆོག་གོ་མ་རེད། དེང་གི་རྒྱ་ནག་གཞུང་གི་ལངས་ཕྱོགས་དང་མཐུན་པའི་ལངས་ཕྱོགས་དང་མཐུན་པ་དེ་ཡང་ད་གོང་རིམ་ནས་བཀའ་བགྱི་གནང་ལྟར་དུ། གཏང་སྒོ་བར་མ་དོ་པས་དེ་ལས་གཞན་པའི་གཏོང་ཕྱོགས་བོར་བ་མ་རེད། གནས་ཚུལ་གཞན་པ་གཅིག། ད་ཕྱི་ཕྱོགས་ནས་ཡོད་མཁན་གྱི་ད་གསར་འགྱུར་དྲ་ཅན། བྷི་བྷི་སི་ཟེར་བ་ནང་བཞིན་སི་ཨེན་ཨེན་ཟེར་བ་ནང་བཞིན་གྱི་ཅིག་ཅིག་དེ་ག་ནང་བཞིན་གྱི་དྲ་རྒྱ་ཅིག་ཚགས་ཤོག་ཅིག་དུས་དེབ་ཅིག་དེ་ཚོ་དྲི་རྒྱ་ནག་ནོར་ལོག་ལས་སླེབས་ཐུབ་བོར་བ་མ་རེད། ཁོ་ཚོ་མགོ་ཅན་བཟོ་དགོས་བ་རེད། དེ་ཡིན་དུས། རྒྱ་ནག་ནང་གི་ད་གསར་འགྱུར་གསར་འགྱུར་གྱི་རང་དབང་ཟེར་ན་མི་འདུག་གནས་སྟངས་དེ་འདྲའི་ཆགས་བསྡད་རེད། ཐ་ན་ང་ཚོ་བཙན་བྱོལ་སྤྱི་ཚོགས་ལ་བལྟས་པ་ཡིན་ན། གཞི་རྩིས་ཀྱི་ང་ཚོ་བཅའ་ཁྲིམས་ནང་ལོགས་ལ་ཡང་གཞི་རྩིས་ཐོབ་ཐང་དང། ལས་འགན་ནང་ལོགས་ལ་ཡང། གཏམ་བརྗོད། འགྲོ་འོང། ཚགས་ཤོག། དུས་བསྡོད། དེ་ཚོ་ཚང་མ་རང་དབང་གི་ཐོག་ནས་སྟོན་ཆོག་ཟེར་ནས་གསལ་བོ་བཀོད་རེད། དེ་ནི་ང་ཚོའི་དེ་གཞི་རྩིས་ཐོབ་ཐང་ཆགས་བསྡད་རེད། དེ་འདྲའི་ཐོག་ནས་ང་རང་ཚོ། གུ་ཡོང་པོ་ཞེ་དྲག་ཡོད་རེད་ད་ག་ནང་བཞིན་གྱི་ད་ང་ཚོ་ད་ཀྱི་བརྙན་འཕྲིན་འདྲ་བོ་དུ་ང་ཚོ་ག་འདྲ་དཔལ་འབྱོར་གྱི་མཐུན་རྐྱེན་གྱི་ཐོག་ནས་ཡོང་དགོས་བ་མ་རེད་མ་རེད་ཏེ་ཡིན་ན་ཡང་ད་ཚགས་ཤོག་འདྲ་བོ་ཅིག་ང་ཚོ་གསར་ཁང་འདྲ་བོ་ཡིན་ན་དུས་བབ་བང་ཆེན་ནི་ད་ག་ནང་གི Tibet Post དེ་འདྲའི་འདྲ་ཡོད་ས་རེད་དེ་འདི་དེ་ཚོ་སྤྲེལ་ང་ཚོ་རང་དབང་གི་ཐོག་ནས་བཙུགས་ཡོད་རེད་ལ། ཨ་ནི་དེ་ནང་ལོགས་ལས་བཀོད་ཡ་དེ་ཚོ་ཡིན་ན་ཡང་རང་གི་ཐོག་ནས་གཏོང་ཆོག་གི་འོག་རེད། གཏོང་ཡ་ཆོག་དེ་ཚོ་ནང་ལོགས་ལ་ཡང་ད་འགོག་ཆེན་སུ་གཅིག་གིས་བཟོ་གི་འོག་མ་རེད་ད་སོ་སོའི་སྤུས་ཚད་བགྲོ་གླེང་འདྲ་ཡོང་གི་ཡོད་ན་མ་གཏོགས་པའི་ཐེངས་འདིར་རང་ཤུགས་ཆེན་པོ་ཡིན་དུས་དེ་ཡང་གསར་འགྱུར་བརྒྱུད་ལམ་དེ་ཚོ་ལ་རང་འདྲ་བོ་ཆེ་དེ་ག་ཙམ་ཡོད་རེད་ཟེར་ནས་ངོ་སྤྲོད་ཞུས་པའི་ཐོག་ནས་ཨ་ནི་གསར་འགྱུར་བརྒྱུད་ལམ་གིས་ད་འགན་འཁུར་དགོས་ཡ་དེ་ཡང་གལ་ཆེན་པོ་ཆགས་གི་འོག་རེད། བསྟན་ཏེ། དངོས་གནས་ཚུལ་ཤེས་ཐུབ་དགོས་ཡ། ཨ་ནི། དེ་ག་ནང་བཞིན་གྱི། ཁོ་གཤིས་ཚོགས་སྐྱིད་དང་ཁོར་ཡུག་སྐྱིད་ལ། ཕན་ཐོགས་ཡ་གི་འོང་གནས་ཚུལ་ག་རེ་འགྲོ་ཡ་ཡོད་མེད་བསྟན་ཡང། ཏན་ཏན་གྱི། གནང་ཆོག་གི་རེད་བསམ་གྱི་འདུག་དེ་ཡིན་དུས། ད་དཔེར་ན། བོད་ནང་གི་དངོས་ཡོད་གནས་ཚུལ་དེ་ཚོ་ཤེས་ཐུབ་དགོས་བ་མ་རེད་ལ་ཡིན་ན་ཡང་ད་ཉེ་ཆར་བྷི་བྷི་སི་གི་གསར་འགོད་པ་གཅིག་དང་དེ་སྔོན་ལ་ཕྲན་གསར་འགོད་པ་དེ་ཚོ་བོད་ནང་ཆེད་མངགས་སོང་ཡིག་ཐོག་ནས་ཕེབས་ནས་བོད་དོན་གི་གནས་ཚུལ་ཞི་ཤོག་ལ་གསལ་པོ་བཟོ་ཡ་དེ་ཚོ་དྲི་གཅིག་ལྟ་བུ་དེ། གསར་འགོད་པ་དེ་ཚོ་གི་ད་ལས་འགན་འདྲ་བོ་དེ་གནས་ཚུལ་བདེན་པ་ཅི། གནས་ཚུལ་བདེན་པ་ཅི་བཤད་ཡ་ཅི་དང་སོ་སོའི་སྲོག་གཉིས་འདྲ་བོ་ཅི་ག་རེ་གལ་ཆེ་བ་བརྩི་གི་རེད་ཟེར་ན། གནས་ཚུལ་བདེན་པ་དེ་གལ་ཆེ་བ་འདྲ་བོ་ཅི་བརྩི་དགོས་ཡ་གི། རང་བཞིན་ཆགས་འདུག་དོ། འདི་འདི་དཔེར་ན་སི་རི་ཡཱ་གི་གནས་བརྟན་ལྟ་བུ་མཚོན་པ་ཡིན་ན། སོ་སོའི་སྲོག་འཁུར་ནས་བོད་ཡིག་དངོས་ཡོད་གནས་ཚུལ་དེ་ཕྱི་ཕྱོགས་ལས་ཤེས་ཐུབ་ཡག་གི་འབད་བརྩོན་གནང་དགོས་འདུག་བ། འདི་འདི། ད་དེ་ཚོ་འདྲའི་གསར་འགྱུར་བརྒྱུད་ལམ། གཉིས་པ་རེད་ལ་ཨ་ནི་གྲགས་ཅན་དེ་འདྲའི་རེད་འདི་འདི་དེ་ཚོ་གི། ལྟ་གྲུབ་འདྲ་བོ་དེ། ང་ཚོ། དཔེར་འདྲ་བོ་ལན་འགས་གལ་ཆེན་པོ་མེད་འགྲོ་བསམ་བསམ་གི། ཅི་དེ་བཞིན་དེ་བྱུང། གཉིས་པ་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་བསམ་སྦྱོར་བརྒྱུད་ལམ་དེ་ཚོ་ཐོག་ལས་བསམ་བློ་གཏོང་པ་ཡིན་ན་གལ་ཆེན་པོ་ཞེ་དྲག་ཆགས་དགོས་བ་རེད། ད་ལྟ་བོད་ནང་གི་དངོས་ཡོད་གནས་ཚུལ་དེ་ཚོ་ཕྱི་ཕྱོགས་ལས་ཁྱབ་ཐུབ་དགོས་བ་མ་རེད་ལ། ཕྱི་ཕྱོགས་ལས་ཡོད་མཁན་གྱི་བསམ་སྦྱོར་བརྒྱུད་ལམ་ཁག་དེ་ཚོ་གིས་བོད་ནང་གི་དངོས་ཡོད་གནས་ཚུལ་དེ་ཚོ་ཇི་མ་ཇི་བཞིན་ཤེས་ཐུབ་དགོས་བ་མ་རེད། ཤེས་མ་ཐུབ་དེ་ཨ་ནི་ཁོ་ཚོ་གི་ཤེས་འདོད་བཤད་ཡ་གི་ད། དང་པོ་དེ་བོད་ནང་ལོ་ཤེས་དགོས་བ་རེད། དེ་མ་ཡོང་དུས་རྙིང་པ་དེ་གར་གཤེགས་འོར་རྡ་རུམ་ས་ལ་ལ་གཤེགས་འོར་ད་བོད་ནང་གི་དངོས་ཡོད་གནས་ཚུལ་དེ་རྟོགས་ཐུབ་ཡག་གི་འབད་བརྩོན་དེ་ག་བ་བྱེད་གི་འདུག་ཟེར་དུས་རྡ་རུམ་ས་ལ་ལ་ཁ་ཕྱོགས་ནས་དེ་བཤད་འོ་དུས་ད་རྡ་རུམ་ས་ལ་ལ་གཙོ་བོ་ད་ང་ཚོ་གསར་འགྱུར་བརྒྱུད་ལམ་དེ་ཚོ་དོམ་པོ་དཔེར་ན། པ་སྤེན་ཚེ་འདྲ་བོ་ཞུ་བ་ཡིན་ན་དོམ་པོ་སོ་སོ་གི་ཞྭ་རའི་ནང་གི་གདོང་པ་ནང་གི་ཆ་འོ་ར་བ་དེ་ལས་ལྟ་གོ། དེའི་ནང་ལོགས་ལས་ག་རེ་ཐོན་གི་འདུག་ཨ་ནི་གཞི་ནས་སྐད་ཆ་འདྲ་བོ་ཅིག་རྒྱབ་ལྗོངས་སྐད་ཆ་འདྲ་བོ་དྲི་སྲིད་གི་རུ་བ་དེ་འདི། དེ་འདྲའི་གི་ཐོག་ནས་བོད་ནང་གི་དངོས་ཡོད་གནས་ཚུལ་དེ་ཚོ་རེད་ཁྱད་པར་དུ་ང་ཚོ་ཁོ་གནས་ཚུལ་ཇི་བཞིན་སྲ་བརྟན་གནང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་ཟེར་ཡ་གི། ཀྱི་ཞུ་འདོད་བྱུང། དེ་འདི་ཨ་ནི་ད་ལྟ་དུས་ཚོད་རྫོགས་འགྲོ་གི་འདུག་ཨ་ནི་འདི་ངའི་སྐད་ཆ་བཤད་འདི་ནས་མཚམས་རྒྱག་གི་ཡིན། ནི་ཚོགས་མ་ལོ་ལ་ཡོད། སླར་ཡང་ཐུགས་རྗེ་ཆེ་ཞུ་ཡ་ཡིན།
སྐུ་མགྲོན་གཙོ་བོ། བོད་མ་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་གཞོན་པ་མཆོག་ནས་དབུ་འབྱེད་གསུང་བཤད། དོན་དང་ལྡན་པ། རྒྱབ་ལྗོངས། འཐབ་རྩོད་ཀྱི་བརྒྱུད་རིམ་ལ་ཕྱི་མིག། གཟིགས་གནང་བ་རེད། ད་ག་ནང་བཞིན་དེ་རིང་ཁེ་ས་ཁ་ས་དགོས་གཏུགས་གནས་ཚུལ། བྱུང་དང་འབྱུང་བཞིན་པ། བོད་ནང་ལ་ཡ། གནས་ཚུལ་གང་བྱུང་བ་དེ་གས་དེ་ང་རང་ཚོ། ཚང་མའི་ཁ་སོ་རེད། ཐུགས་སྣང་གནང་གི་ཡོད་དེ་ནི། སྐུལ་ལྕག་དང་མ་སོ་ནས